རེད་བ། ད་དཔེར་ན་གཅིག་ན་སོང་ན། ནམ་རྒྱུན་དཀའ་ལས་སྐྱབས་སྐྱབས་ཀྱི་དཔེ་ཆ་བསགས་ཀྱི་ཡོད་རེད། ཞུ་བསགས་ཀྱི་ཡོད་རེད། ད་ཉི་མ་གཅིག་གློག་ཀན་སིའི་ཆ་བཞག་ད་མི་གི་སྨན་ཁང་བསྡད་དགོས་རེད། དེ་རིང་ཁེ་ཚང་དམིགས་རིང་ག་ཚོད་འགྲོ་གི་འདུག། འགྲོ་སོང་བསམ་བློ་བཏང་དང། ད་དཔའ་བ་དེ་ན་སོང་ན། པ་བ་དང་ཨ་མ་གཉིས་ཀ་གི་སར་བཞག་འཇོག་གི་དཔེ་ཆ་ག་ལ་གང་འཚམས་ཅིག་ཁོ་སྨན་ཁང་འགྲོ་གི་རུ་བ། དང་པོ་སྨན་བཅོས་བྱས་བྱས་འགྲོ་སོང་བཏང་བཏང་བཏང་ནས་ཁོ་ཤི་སོང་ན། འདང་དཔང་འགོ་ཚར་འགྲོ་གི་འདུག་ཨ། ཁོ་རང་ཕྱིན་པ་མ་ཚད་ང་ལ་དཀའ་ངལ་ཆེན་པོ་བཟོ་བཞིན་ཤི་འགྲོ་གི་འདུག་ཨ། ད་སོ་སོ་དངོས་གནས་ཅིག། ཡིན་ལུགས་ཚུལ་མིན་བྱས་ཁོ་རང་ཅིག་བསྡད་གི་ཡིན་ན་གཟུགས་པོ་ཐང་ཨ། གདོང་བཞི་ཡག་ག། མིག་གཏད་ནས་སྤྱོད་པ་ཡག་ག་བརྩི་གི་འདུག་ཨ། ཨོ་ཁོ་ཆང་ཐ་མག་འཐུང་གི་མ་རེད། དེ་ཅིག་ཏུ་མི་ཡ་རབས་ཟེར་གྱི་འདུག་ག། སུ་ཡིན་ན་ང་རང་ཚོའི་མི་ཡ་རབས་ཅིག་གི་ནང་ལ་དེ་ཉིད་གྲུ་གུ་རེ་མ་གཏོགས་ཅིག་གིས། ག་དུས་ཡིན་ན་མི་ཅིག་གིས་ཁོ་པག་ལག་རེད་ཁོ་ཁྲེབ་ཏོག་རེད་ཁོ་ཡ་མེད་རེད་ཟེར་གྱི་མི་དེ་སུ་ཡིན་ན་ཇི་སྙེད་གྲུ་གུ་མ་རེད་བ། ང་རང་ཚོ་ཚང་མ་ལོ་ཅིག་ལྟོས་ར་སྟོན་མཁན་ཅིག་ཡོད་ན་ག་གི་རེ་མ་གཏོགས་ཅིག་གིས་ང་ལ་སྨད་ར་བཏང་མཁན་ཅིག་ཡོད་རོགས་བྱེད་ན་བསམ་མཁན་ཅིག་ང་ཚོ་སུ་གཅིག་ལ་ཡོད་མ་རེད་བ། ཡིན་ཙང་མིས་སོ་སོ་ལ་དགའ་བོ་བྱེད་དགོས་རེད། མིས་སོ་སོ་ལ་དགའ་བོ་བྱེད་ཡ་དེ་སོ་སོ་ལ་རག་ལས་ཀྱི་ཡོད་བ་རེད། སོ་སོ་གི་སྤྱོད་ལམ་ཡག་པོ་བོ་ཅིག་བསྡད་པ་ཡིན་ན།

ཡིད་ལ་ང་རང་ཚོ་དེའི་ནང་ལོགས་ལ་ཐ་མག་འཐེན་གྱི་ཡོད་པ་ཡིན་ན་དེ་ཚོ་ཡིན་གཅིག་མིན་གཅིག་དགོངས་པ་བཞེས། དགོངས་པ་ཡག་པོ་བཞེས་དགོས་རེད་དེ་སྤང་མ་ཐུབ་པ་རྩ་བ་ཉིད་ལས་ཡོག་མ་རེད། ད་སྔོན་མ་ཡིན་ན་ཉིས་སྟོང་ལྔ་དྲུག་ལ་ཁོང་ཚོ་རབ་རྒྱས་ལ་རྒྱག་རེས་ཞེ་དྲག་རྒྱག་གི་ཡོད་རེད་ང་ཧ་གོ་ཚར་རེད་ང་འདས་ནས་ལོ་ཉི་ཤུ་འགྲོ་ས་རེད་ཆང་ཚ་རྒྱབ་པའི་རྒྱག་རེས་རྒྱག་གི་གོ་བ་འདུག་ཆང་ཚ་རྒྱབ་གི་འདུག་བ། དེ་ནས་གོང་ད་དེ་ཨ་རག་བཏུག་དེ་ནས་གྲངས་ཚ་ཁྲབ་ཅིག་ཅིག་ཚེ་ཕྲུག་པ་ལུང་པ་གང་རྒྱབ་གི་གོ་རྒྱུ་ཡོད་བ། ཨ་ནི་པོ་ལེ་རྒྱག་ཚ་ལ་ཡ་རྒྱག་རེས་མང་པོ་རྒྱག་གི་ཡོད་བ། ད་དེ་རིགས་ཁེ་གཙང་ཞེ་དྲག་ཉུང་ཆེ་འདུག་ཨ། ང་ཚོ་ནང་ཆོས་ཟེར་ཏེ་སློབ་སྦྱོང་སྤྲད་པ་ཡིན་ན་ག་ལེ་ག་ལེ་མི་དེ་གཤིས་ཀ་ཡག་ཡག་ཡག་འགྲོ་གི་རེད་གང་ལྟ། སྤྱི་ཚོགས་ཡག་རེ་འགྲོ་གི་རེད་ཁྱིམ་ཚང་མཐུན་རེ་འགྲོ་གི་རེད། ནང་ཆོས་ཀྱི་བསླབ་བྱ་དེ་མེད་པ་ཡིན་ན་ག་རེ་ཡིན་ནས་མི་དེ་གཤིས་ཀ་བཙུར་བཙུར་འགྲོ་གི་རེད། དེ་ཡིན་ཟེར་དེ་རིགས་ཁེ་གཙང་ང་ཚོ་གཞིས་ཆགས་ནང་ལོག་ལ་འཁྲུག་པ་རྒྱག་མཁན་ཞེ་དྲག་ཉུང་ཆེ་སོང་ཨ། ང་འདས་ནས་ལོ་ཉི་ཤུ་འགྲོ་ཚར་རེད་ངས་དོ་སྣང་བྱེད་ཀྱི་ཡོད། འོ་དེ་ཚོ་ག་རེ་རེད། ད། ཕ་མ་དེ་གས་ཐ་མག་མ་འཐེན་ན། མི་ཚང་དེའི་ནང་ལོགས་ལ་སྤུ་གུ་ཚོ་ཚོ་གོང་བཞིན་ཆགས་འགྲོ་བ་རེད། སྤུ་གུ་བཟོས་མཁན་དེ་གས་དགེ་རྒན་དང་ལམ་སྟོན་དངོས་གནས་བྱེད་མཁན་དེ་ཕ་མ་རེད། སྤུ་གུ་ལ་སྐད་ཆ་དང་པོ་ལབ་མཁན་དེ་ཕ་མ་རེད། སྤུ་གུ་ལ་ལྟོ་ཐོག་མར་སྤྲད་མཁན་དེ་ཁ་ལག་ཐོག་མར་སྤྲད་མཁན་དེ་ཨ་མ་རེད། ཡིན་ཙང་ཕ་མ་ཡག་པོ་ཅིག་ཡོད་པ་ཡིན་ན་སྤུ་གུ་དེ་རང་བཞིན་གྱིས་ཡག་པོ་ཆགས་ཀྱི་རེད། དཔེར་ན་ང་རང་ཚོ། ཡར་མར་འགྲོ་དུས། རི་རེའི་སྣོད་ལ་ཡར་མར་འགྲོ་དུས་རྒྱ་གར་མི་ཚང་ཆེན་པོ་དེ་འདྲའི་སྙོག་དོ་ཁིག་ཁིག་འདུག་ཨ། བཟའ་སྟངས། འགྲོ་སྟངས། ཕ་མ་སྤུ་སྐུ། དཔའ་རུ་གི་འདུ་ཤེས་ག་འདྲས་འདུག། མི་ཚང་ཡ་རབས་དེ་ཚོ་འདྲ་གི་མི་འདུག་ཨ། ཕ་མ་དེ་ཚོ་གི་སྤུ་སྐུ་ལ་ག་འདྲས་ཡག་པོ་བྱེད་ཀྱི་འདུག་སྤུ་སྐུ་དེ་ཚོ་ཕ་མ་ལ་ག་འདྲས་ཡག་པོ་བྱེད་ཀྱི་འདུག། འདྲ་གི་མི་འདུག་ཨ་གུ་ལོག་གོང་སྟངས། རྣམ་འགྱུར་བསྟན་སྟངས།

བོད་པའི་མི་རིགས་ཟེར་མཁན་དེ་ཕ་མ་དང་སྤུ་གུ་དཔའ་བོ་ལས་རྩ་བ་ཡོད་རེད། བཟའ་ཚང་དཔའ་བོ་ལས་འཁྱམ་པོ་ཡོད་རེད། སྤུ་གུ་དེ་ཚོ་ཡིན་ན་ཕ་མ་ལས་རྩ་བ་ཞེ་དྲག་ཡོད་རེད། ཕ་མ་གས་སོང་ན་སྤུ་གུ་ལྟ་རྟོག་བྱེད་ཀྱི་རེད་ཟེར་གྱི་གོམས་གཤིས་དེ། ང་ཚོ་མི་རིགས་མང་པོ་བསྡད་ཀྱི་རེད། དེ་ཡིན་ཙང་ང་རང་ཚོ་ཕ་མ།